རྣམ་པ་ཚང་མ་བཀྲ་ཤིས་བདེ་ལགས། དེ་རིང་ངའི་ཉེ་ལམ་གསར་དུ་བྲིས་པའི་ཕན་ཚུན་གྱི་བར་ཐག་ཇེ་རིང་དུ་འགྲོ་བའི་རྐྱེན་བཅོ་བརྒྱད་ཞེས་པའི་སྡོམ་ཚིག་ཐུང་ཐུང་ཞིག་སྙན་ངག་གཅེས་འདོན་གྱི་རྣམ་པ་མ་ཡིན་པར་ཐད་ཀར་དུ་ཀློག་འདོན་ཐེངས་གཅིག་བྱས་ན་བསམ་སོང། རྒྱུ་མཚན། སྡོམ་ཚིག་ཐུང་ཐུང་འདི་བྲིས་ཏེ་དྲ་སྟེང་དུ་བཀོད་པའི་རྗེས་སུ། ད་མང་བོ་ཞིག་གིས་མ་སྐུལ་དང་བླངས་ཀྱིས་འཕྲིན་བཏགས་སྟེང་དུ་འགོད་པ། ཕན་ཚུན་གྱི་བར་ལ་བརྒྱུད་སྐུལ་བྱེད་པ། ལྟ་ཀློག་བྱེད་མཁན་གྱི་གྲངས་འབོར་ལ་སོགས་ཅུང་མང་བོ་ཡིན་ཚུལ་བྲིས། དེའི་རྒྱུ་མཚན་གྱིས། འདི་ལྟ་བུའི་རྩོམ་ཡིག་ཐར་ཐོར་རེ་འབྲི་མཁན་ཞིག་ལ་མཚོན་ན་ཧ་ཅང་གི་དགའ་འོས་བ་ཞིག་རེད། འོན་ཀྱང་རང་རེའི་བོད་མི་རིགས་ལ་མཚོན་ན། སྐྱིད་ཡིག་མང་བའི་གྲངས་འབོར་ཅུང་མང་བ། ད་ཉེ་བའི་ལོ་བཅུ་ཕྲག་ཁ་ཤས་ཀྱི་སྔོན་དང་བསྡུར་ན་ད་སྐབས་ཅུང་ཡར་རྒྱས་སུ་སོང་སྟེ་ཡི་གེ་གསར་དུ་སློབ་མཁན་འདོན་ཀློག་བྱེད་ཐུབ་མཁན་ཡང་ཉིན་རེ་ནས་ཉིན་རེ་ཇེ་མང་དུ་འགྲོ་བཞིན་ཡོད་གི་འདི་ཧ་ཅང་གི་དགའ་འོས་དོན་དག་ཟིག་རེད། བོད་མི་རིགས་ཡར་རྒྱས་སུ་སོང་བའི་མཚོན་རྟགས་ཞིག་ཀྱང་རེད། ཡིན་ན་ཡང་ད་རུང་ཞིང་འབྲོག་མང་ཚོགས་ཀྱི་ཁྲོད་ན། ཡི་གེ་ཐད་ཀར་དག་ཀློག་འདོན་བྱེད་མི་ཐུབ་པ། ཡི་གེ་རྒྱང་མ་མྱོང་བ་ཡང་མང་བོ་ཟིག་ཡོད་ཀྱི་རེད། ཁོང་རྣམ་པ་ཚོ་ཕན་ཅུང་ཙམ་ཐོགས་ན་བསམ་སྟེ་ཀློག་འདོན་ཐེངས་གཅིག་བྱེད་འདོད་བྱུང་བའི་རྒྱུ་མཚན་དེ་ཡིན། དེས་ན་ད་རྒྱལ་སྲིད་ཆེན་པོ་བཞི་བ་ལས་ཤར་ནས། སྡུག་བསྔལ་འདོད་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་རྒྱུག། བདེ་བ་འདོད་ཀྱང་གཏི་མུག་པས། རང་གི་བདེ་བ་སྒྲ་ལྟར་འཇོམས་མི་གསུང་བ་བཞིན་དུ། ས་སྒང་རིལ་མོ་འདིའི་སྟེང་གི་དབུགས་ལྡན་སྐྱེ་འགྲོ་ཡོད་དོ་ཅོག་སུ་དང་སུ་ཞིག་ཡིན་ན་ཡང། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་མཁན་ཞིག་མ་གཏོགས་ཕར་ཆེར་ཡོད་རྒྱུ་མ་རེད་བསམ་གི། འོན་ཀྱང། བདེ་བ་སྒྲུབ་ཐབས་ཀྱིས་ཐབས་མ་བྱས། སྡུག་བསྔལ་སེལ་བའི་རྒྱུ་དངོས་མ་ཟིན་ན། བདེ་སྡུག་གི་གོ་བཟློག་དེ་མི་ཚེ་སྡུག་ལ་སྦྱར་བ། སེམས་ཁམས་མ་སྐྱིད་པ། ཕན་ཚུན་གྱི་བར་དུ་ཕྲག་དོག་དང། འགྲན་སེམས། གུ་ཡངས་དང་བཟོད་སྒོམ་མེད་པ་ལ་སོགས་པ་མང་བོ་ཞིག་བྱུང་དང་འབྱུང་བཞིན་ཡོད་པ་འདི་དོན་དངོས་ཤིག་ཡིན་ནི་གི། ཧ་ཅང་མང་བོ་བརྗོད་མི་དགོས་ལ་གསལ་བཤད་བྱེད་མི་དགོས་པས་ད་ཚང་མ་གི་མཆན་གསར་ལྟར་དེ་ལྟ་བུ་ཟི་རེད། དེའི་རྒྱུ་མཚན་གྱིས་ད་རྒྱ་ཆེ་ས་ནས་བཤད་ན། རྒྱལ་ཁབ་དང་རྒྱལ་ཁབ་ཀྱི་བར། རྒྱལ་ཁབ་དང་མི་རིགས་ཀྱི་བར། དེ་བཞིན་དུ་ས་གནས་དང་ས་གནས་ཀྱི་བར། གྲུབ་མཐའ་དང་གྲུབ་མཐའི་བར། ཆོས་བརྒྱུད་དང་ཆོས་བརྒྱུད་ཀྱི་བར། སྡེ་བ་དང་སྡེ་བའི་བར། ཁྱིམ་མཚེས་དང་ཁྱིམ་མཚེས་ཀྱི་བར། ད་གང་ཟག་སྒེར་ལ་བར་ན་ཡང། གྲོགས་པོ་དང་གྲོགས་པོའི་བར། དགེ་རྒན་དང་སློབ་མའི་བར། སློབ་གྲོགས་དང་སློབ་གྲོགས་ཀྱི་བར། དེ་བཞིན་དུ་ལས་གྲོགས་དང་ལས་གྲོགས་ཀྱི་བར། དཔོན་པོ་དང་འབངས་མིའི་བར་ལ་སོགས་པ་མང་བོ་ཞིག་ལ། ཕན་ཚུན་གྱི་ཡོན་ཏན་ངོས་མ་ཟིན་པ། གུ་ཡངས་བྱེད་མ་ཐུབ་པ། བཟོད་སྒོམ་བྱེད་མ་ཐུབ་པ། གཞན་དམིགས་ལམ་དུ་མ་བཞག་པ། གཞན་གྱི་རྩིས་ཐང་ངོས་མ་ཟིན་པ། བླ་སྲོག་གི་སྣང་སར་དུ་མ་གཞིག་གིས། ཕན་ཚུན་གྱི་བར་ཐག་ཇེ་རིང་དུ་འགྲོ་བ་ལ། འགལ་རྐྱེན་སྣ་ཚོགས་ཤིག་བཟོ་བཞིན་ཡོད་མོད་དུ། ཚང་མ་གི་འཆིང་སྲིད་དེ་ལྷག་པར་དུ་ད་དུས་རབས་ཉེར་གཅིག་གི་སྐབས་འདིར་ཧ་ཅང་གི། ཛ་དྲག་ཆེ་བའི་སྒང་ཟི་རེད་ཟེར་བཤད་ན་ཡང་མི་ཆོག་ག་མེད་པ་དེ་ལྟ་བུ་ཟི་རེད། དེས་ན། ད་དེ་རིང་གི་ཀློག་འདོན་བྱེད་རྒྱུའི་ཕན་ཚུན་གྱི་བར་ཐག་ཇེ་རིང་དུ་འགྲོ་བའི་སྐྱིན་བཅོ་བརྒྱད་བཞི་བ་འདི། མི་གཅིག་གི་བསམ་ཚུལ་དང་དྲན་ཚུལ་ཙམ་པོ་བ་ཡིན་ན། ཚབ་བཀག་ཡོད་པ་ཞིག་རེད། མཐའ་གཅིག་ཏུ་ཡིན་པའི་ངེས་པ་ཡང་མེད་པ་ཞིག་རེད། ཡིན་ན་ཡང། བསྡོམས་ཚིག་འདི་ང་རང་ཉིད་ཀྱིས་མི་ཚེའི་མྱོང་གོམས། ཁྱད་པར་དུ་གནའ་དེང་གི་མཁས་པ་མང་བོ་ཞིག་གིས་ཤེས་རབ་ཀྱི་རྩལ་ལས་ཐོན་པའི་གཞུང་ལུགས་དང་གསུང་རབ་ལེགས་ཤོས་མང་བོ་ཞིག་ལ་དཔྱད་བསྡུར་བྱས་ཏེ་སྙིང་ཁུ་ཕྱོགས་བསྡུས་ལྟ་བུ་ཟིག་ཡིན་ཞེས་བཤད་ན་ཡང་མི་ཆོག་ག་མེད་པ་དེ་ལྟ་བུ་ཟིག་ཡིན། དེའི་རྒྱུ་མཚན་གྱིས། སྡོམ་ཚིག་ཐུང་ཐུང་འདི་ཀློག་འདོན་ཐེངས་གཅིག་བྱས་པས་ཀྱང། ཉམས་མཁན་ཁྲི་སྟོང་མང་བོའི་སེམས་ལ་འགྱུར་བ་ཅུང་ཙམ་ཐེབས་ཏེ། མི་ཚེ་སེམས་ཁམས་སྐྱིད་ལ། གྲོགས་པོའི་མཛའ་བརྩེ་བརྟན་པ་ལ་སོགས་པར་འགྱུར་བའི་རེ་བ་དང་སྨོན་ལམ་ཡོད། ཕན་ཚུན་གྱི་བར་ཐག་ཇེ་རིང་དུ་འགྲོ་བའི་རྐྱེན་བཅོ་བརྒྱད། རྒྱུས་མངའ་ཡོད་ཀྱང་ཡིད་ཆེས་མེད་ན་བར་ཐག་ཇེ་རིང་དུ་འགྱུར་འགྲོ། ལས་བདག་དང་འཁང་ར་མང་ན་བར་ཐག་ཇེ་རིང་དུ་འགྱུར་འགྲོ། བཟོད་སྒོམ་དང་གོང་བཀུར་མེད་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། བསམ་ཤེས་དང་གུ་ཡངས་གཏན་ནས་མི་བྱེད་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། ནམ་རྒྱུན་དགའ་སྐྱོའི་འགྱུར་བ་མྱུར་ཆེ་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། རང་གི་འཇོན་ཐང་མ་གཏོགས་གཞན་གྱི་དགེ་མཚན་ཁས་མི་ལེན་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། རང་ཉིད་མཐོན་པོར་འགྱུར་ཆེད་གཞན་གྱི་བྱས་རྗེས་ནག་བསུབ་བཏང་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། ཐུན་མོང་གི་ཁ་བརྡ་མེད་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། ལུས་ལྷན་དུ་བསྡད་ནས་ཁ་བརྡ་གཞན་ལ་བྱེད་རྒྱུ་མང་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། གཞན་གྱིས་དད་མོས་དང་རིག་གནས་ལ་བརྩི་འཇོག་བྱེད་མ་བྱས་ན་བར་ཐག་ཇེ་རིང་དུ་འགྱིང་འགྲོ། ཁོས་ལས་འགྱུར་དགའ་བ་ལས་ལག་བསྟར་བྱེད་རྒྱུར་མི་དགའ་ན་བར་ཐག་ཇེ་རིང་དུ་འགྱིང་འགྲོ། འགྱུར་ལྡོག་དང་བྲན་གྱི་མང་ན་བར་ཐག་ཇེ་རིང་དུ་འགྱིང་འགྲོ། ལོ་ཟླ་མང་བོར་འགྲོགས་ཀྱང་ནང་སེམས་ཀྱི་ཁ་དོག་མཐོང་མ་ཐུབ་ན་བར་རྟགས་སྐྱེ་རུང་དུ་འགྱུར་འགྲོ། བཀོལ་ཞེས་པ་ལས་སྐྱོང་མ་ཤེས་ན་བར་རྟགས་སྐྱེ་རུང་དུ་འགྱུར་འགྲོ། ཁེ་ཕན་ཁོ་ནའི་ཆེད་དུ་འཛུམ་མདངས་སྟོན་པ་དང་བསྟོད་པ་ཐལ་བྱེད་ན་བར་རྟགས་སྐྱེ་རུང་དུ་འགྱུར་འགྲོ། ཚིག་རིས་མཇུག་ཏུ་ན་རེ་བསྐྱལ་ཏེ་བདེན་དཔང་བྱེད་དགོས་བྱུང་ཚེ་བར་རྟགས་ཇེ་རིང་དུ་འགྱུར་འགྲོ། འགྲེལ་བ་མ་ཕྱེ་བ་ལས་སེམས་ནི་བརྒྱུད་མེད་ཀྱི་ཁ་ཡག་བཤད་རྐྱང་བྱས་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། སློབ་གསོ་དང་སེམས་གཏམ་ལ་ཉན་རྒྱུར་མི་དགའ་ན་བར་རྟགས་ཇེ་རིང་དུ་འགྱུར་འགྲོ། དེ་ལྟ་བུའི་བར་རྟགས་བཅས་རང་དུ་འགྲོ་བའི་རྒྱུ་རྐྱེན་བཅོ་བརྒྱད་ངོས་ཟིན་པའི་སྟེང་ནས། བརྡ་དོན་རེ་རེ་སུས་བཏབ་ལ་འབད་དེ། ཕན་ཚུན་གྱི་བར་རྟགས་བཅས་ཉེར་འགྲོ་བ་དང། མི་ཚེ་དཀྱིལ་ལ་རོལ་བའི་བཀྲ་ཤིས་སྨོན་འདུན་ཞུ་བ་ཡིན།